ཨ་ནེ། རིམ་གྱིས་གནས་འདིར་ཕྱིན་ནས་ཨ་ནེ་སྐུ་འདྲ་བྱུང་ན། གསུང་ལན་གནང་ན་འདི་རེད་བཞག་ཨ་ནེ་འདི་འདྲ་དྲི་བ་དང་པོ་དེ། གནས་འདིར་བཞུགས་པར་ཞུ་གི་ཡོད། སློབ་དཔོན་བསོད་ནམས་རྒྱལ་མཚན་མཆོག་ལ་འཚམས་འདྲི་ལྟ་ཙེ་ལེ་ཞུ་བ་དང་སྦྲགས་རང་རེའི་གནའ་རབས་ཀྱི་ལོ་རྒྱུས་ལ་ཕྱི་མིག་བལྟས་ཏེ་དགེ་རྒན་བྱིས་ཆུང་རྣམས། དགེ་རྒན་དགེ་རྒན་བྱིས་ཆུང་གནའ་བོའི་ཚོད་དཔག་བྱས་ཏེ། བསླབ་བྱ་བླངས་ནས་ཕྱིན་ཆད་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ལས་དོན་ནང། ལེགས་པའི་ཉེས་འགོག་བྱེད་ཐུབ་པ་དང་ཐབས་ལམ་འདི་བརྒྱུད་ནས་བོད་རྒྱལ་ཁབ་ནི་རང་བཙན་རྒྱལ་ཁབ་ཅིག་ཡིན་པར་སླར་གསོ་བྱ་དགོས་པར་བརྟེན། ཀུན་གྱིས་ཁས་ལེན་རུང་བའི་རང་བཙན་འཁྲུལ་མེད་གཏན་ལ་ཕབ་ཐུབ་པ་ང་ཚོས་དེ་ཚོ་ལ་རྒྱལ་གཅེས་རྒྱབ་སྐྱོར་བྱེད་པའི་གདེང་ཚད་མཐོན་པོ་ག་ཚོད་ཡོད་ནམ། གུས་མོ་གུན་ཆོང་མེ་ཏོག་ནས་ཅེས་བྲོས་བཏང་ནས་ལས་ཀུན་ཆོམ་རྡོ་ལགས་ལས་སར་ཨ་ནེ་བཀའ་དྲིན་ཆེ། ཨོ་ཏྲ་ཤི་ཏེ་ལས་ཁམས་སངས་ད་ནི་དྲི་བ། འདི་ད་སྤོ་གི་ལོ་རྒྱུས་གནས་བབ་གང་ནས་སྤོ་དེ་རང་བཙན་གཙང་མ་རེད། རང་བཙན་གཙང་མ་ཡིན་པའི་རྒྱལ་རིམ་དང་འདིའི་སྒང་འདི་ནས་ད་དྲི་བ་གཙོ་བོ་དེ། རྒྱལ་སྤྱིའི་གནས་བབ་གི་སྒང་ནས་ང་རང་ཚོ་རྒྱབ་སྐྱོར་ག་གི་ཙམ་ལྷག་ཐུབ་གི་རེད། ང་རང་ཚོ་རང་བཙན་བྱེད་ཡ་ལ་རྒྱབ་སྐྱོར་གང་ཙམ་ལྷག་ཐུ་ཡ་ལ་དང་ཚོ་ཡོ་ས་ཨ་བ་སོགས་ལྟ་འགྲོ་ཅིག་འོ་དེ་དྲི་བ་དེ་དེ་རེད་ཤག་དྲི་བ་དེ་ཡི་གནད་འགག་ཆེན་པོ་ཤུགས་གཅིག་རེད་སྐད་ཆེན་པོ་བཤད། ལོ་རྒྱས་ཐོག་ནས་བོད་རང་བཙན་གཙང་མ་རེད། འདི་འདི་པའི་ལོ་རྒྱས་གི་གནས་བབ་ཅིག་རེད་ང་རང་ལྷོད་ཡན་ཆེ་མ་ཅིག་དེ་རིང་བཟང་ངན་གསལ་བོ་བཟོ་དགོས་ཡ་གཅིག་དེ། ང་ཚོས་རང་བཙན་བྱེད་ཡ་དེ་མ་འོངས་པའི་ལས་ཀ་ཞིག་རེད། ལོ་བརྒྱའི་ཐོག་ལ་ཡོད་བསྡད་ཡ་གི་རང་བཙན་གྱི་གནས་བབ་དེ་སླར་གསོ་བྱ་ཐུབ་མ་ཐུབ་ས་དེ། ཐུགས་བདེ་ཡ་དེ་སུ་ལ་ཐུགས་བདེ་ཡ་རེད་ཟེར་དེ་ང་ང་རང་ཚོ་ཐུགས་བདེ་ཡ་རེད་བོད་པ་ཚོ་ཐུགས་བདེ་ཡ་རེད། ཡང་འདི་ལོ་རྒྱུས་ཀྱི་གནས་བབ་དང་འབྲེལ་བ་མེད་རྒྱུ་གཅིག་རེད་པས་ཟེར་དེ་གང་འབྲེལ་བ་མེད་རྒྱུ་གཅིག་མ་རེད་ལོ་རྒྱུས་ཀྱི་གནས་བབ་འབྲེལ་བ་ཡོད་རེད་ང་རང་ཚོ་ཡུལ་བདེ་ཡག་གི་ལོ་རྒྱུས་སྒང་གི་ཡིན་དེ་མཁན་གྱི་རང་བཙན་གཙང་མའི་རྒྱལ་ཁབ་དེ། བར་སྐབས་ཅིག་ད་ལོའི་བྱེ་བྲག་ཁ་ཤས་ཀྱི་རང་ཁང་རྒྱ་ནག་དམར་པོ་གི་རྩིས་མེད་རྡོག་རོལ་བཏང་རྗེས་ང་ཁོང་ཕར་གཅིག་བཙན་འཛིན་བྱས་ཤག་རེད་པ། དེའི་བཙན་འཛིན་བྱས་ཤག་འདི་གཙང་མ་བཟོས་རྗེས་ང་རང་ཚོའི་བདག་དབང་དེ་སླར་གསོ་བྱེད་ཀྱི་ཡིན་ཟེར་བ་དེ་ལོ་རྒྱས་ཀྱི་འཇིགས་སྐྱོང་བྱེད་ཡ་ལོ་རྒྱས་འཇིགས་སྐྱོང་བྱེད་པའི་ལས་འགན་ཅིག་རེད་པ་དེའི་ཆ་འདི་ནས་འབྲེལ་བ་ཡོད་རེད། ཡིན་པ་ཡིན་ན་ཡང། ལོ་རྒྱུས་སྒང་ནས་རང་བཙན་གཙང་མ་ཡིན་པ་ཡིན་ན་ཡང། ལུང་པ་གཞན་དག་གི་མངའ་ཁོངས་ཆགས་འགྲོ་ཡ་དེ་ཡོང་གི་ཡོད་རེད། ཡོང་གི་ཡོད་ཡིན་དེ་ག་ཡང་བསྐྱར་རྩོད་ལེན་བྱས་རྗེས། རང་བཙན་ཆགས་རྗེས་དེ་ག་ཡང་ཡོང་གི་ཡོད་རེད། འདི་ག་རེ་རེད་ཟེར་དེ་ག་ལོ་རྒྱུས་སྤྲོད་མཁན་གི་མི་དེ་རེད། ལོ་རྒྱུས་སྤྲོད་མཁན་གི་མི་དེ་དེ་ད་ལྟ་བ་ནང་ལོགས་ཡོད།

གི་གི་འཚམས་ཡོང་གི་རེད་ཡོང་གི་མ་རེད་ས་དེ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ལོ་རྒྱུས་ལོ་རྒྱུས་དང་གི་གནས་བབ་ལ་རྒྱབ་སྐྱོར་བྱེད་མ་བྱེད་ས་དེ་ཁོ་རང་ཚོ་ལྟ་སྐྱེལ་བ་ཅིག་ཡོད་རེད། ཁོ་རང་ཚོས་བོད་ཀྱི་ལོ་རྒྱུས་བདག་དབང་དང་འབྲེལ་བའི་གནས་ཚད་ཀྱི་སྒང་ལ་རྒྱབ་སྐྱོར་བྱས་མ་བྱས་ས་དེ་ཁོ་རང་ཚོས་ཁ་རི་གི་སྒང་ནས་ལྟ་གི་རེད། གཅིག་ནས་ཆབ་སྲིད་ཀྱི་སྒང་ནས་ལྟ་གི་རེད། གཉིས་ནས་དཔལ་འབྱོར་གྱི་སྒང་ནས་ལྟ་གི་རེད། དེ་རིང་སང་ཉིན་འཛམ་པའི་གླིང་གི་ཕྱིའི་རྒྱལ་ཁབ་ཚོའི་བརྡ་སྐད་དེ་དེ་རེད། ཆབ་སྲིད་ཀྱི་སྒང་ནས་རྒྱབ་སྐྱོར་བྱེད་ཡ་ཡིན་ན་ཁེ་ཕན་འདུ་བས་མི་འདུག། དཔལ་འབྱོར་གྱི་ཆ་ནས་ཁེ་ཕན་འདུ་བས་མི་འདུག། ཆབ་སྲིད་ཀྱི་ཆ་ནས་ཁེ་ཕན་ཡོད་པ་ཡིན་ན་ང་རང་ཚོ་རྒྱབ་སྐྱོར་བྱེད་ཀྱི་རེད། དཔལ་འབྱོར་གྱི་ཆ་ནས་ཁེ་ཕན་ཡོད་ན་ང་རང་ཚོ་རྒྱབ་སྐྱོར་བྱེད་ཀྱི་རེད། འོན་ཏེ་ཡང་ལོ་རྒྱུས་ཀྱི་བདག་དབང་གི་གནས་ཚད་དང་འབྲེལ་བ་ཡོད་མ་རེད། ལོ་རྒྱུས་བདག་དབང་གི་གནས་ཚད་ཅི་ཙམ་ཡིན་ན་ཡང་ཁོ་རང་ཚོ་ཆབ་སྲིད་ཀྱི་ཆ་ནས་ཁེ་ཕན་དང། དཔལ་འབྱོར་གྱི་ཆ་ནས་ཁེ་ཕན་མེད་ཡ་ཡིན་པ་ཡིན་ན་ལག་པ་འཆང་གི་མ་རེད། ཁོ་རང་ཚོ་ཆབ་སྲིད་ཀྱི་ཆ་ནས་ཁེ་ཕན་ཕར་ཞོག་ཞོག་གནོད་སྐྱོན་ཡོད་པ་ཡང་ན་དཔལ་འབྱོར་གྱི་ཆ་ལ་གནོད་སྐྱོན་ཡོད་པ་ཡིན་ན་དེ་ལས་ཀྱང་རྒྱབ་སྐྱོར་བྱེད་ཡ་ཕར་ཞོག་ཞོག་ཡོད་ཅེས་འགྲོ་ཡ་ལ་ཉེན་ཁ་ཡོད་རེད། འོ་འདི་ང་ཚོས་ཡིན་གཅིག་མིན་གཅིག་བལྟ་དགོས་འདུག་ག་ཁོ་རང་ཚོས་འདི་རྒྱབ་སྐྱོར་མ་བྱས་པའི་ནི་སྐབས་ཨ་ལས་ང་ཚོའི་ལུགས་ཀྱི་གང་གནད་དོན་ཡོད་ས་རེད་ས་གི་དགོངས་པ་དེ་བྱས་ཡ་ཡོད་མ་རེད། ཁོ་རང་ཚོའི་ལུགས་ཀྱི་གི་གནས་བབ་གང་བསམ་གཞིག་བྱ་གི་ཡོད་མ་རེད། ཁོ་རང་ཚོའི་ཆབ་སྲིད་དང་དཔལ་འབྱོར་གི་གནས་བབ་གང་བསམ་བློ་བཏང་རྗེས། བཏང་གི་ཡོད་རེད་བ། འོ་འདི་ཡང་ང་ཚོ་ཡང་གསར་བོ་ཅིག་ཧ་གོ་གོ་གི། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ལོགས་བ་ང་རང་ཚོ་རོགས་པ་ཚད་པའི་ནས་ཀྱི་བ་ལོ་རྒྱུས་ཀྱི་དོན་ནས་དྲང་གོ་གི་རེད་ལ། དེ་ལས་ཤིག་ཆེ་བ་དེ་ཆབ་སྲིད་ཀྱི་གནས་བབ་དང་དཔལ་འབྱོར་ཀྱི་ཁེ་ཕན་གནས་བབ་དེ་ངོ་སྤྲོད་ཡང་དག་པ་གཟིགས་ཆ་ཐུབ་ཡ། ཆ་ཐུབ་པ་དེ་ང་རང་ཚོ་འགན་འཁུར་གི་སྲོག་རྩ་འགྲོ་གི་ཞིག་རེད་འོ་དེ་ཡང་ང་རང་ཚོའི་དགོངས་པ་བཞེས་པའི་ནས་སྐུ་པ་དེ་འདི་འདྲ་ཅིག་དགོངས་པ་བཞེས་དགོས་ཡ་དེ་གནད་འགག་ཅིག་རེད་ཤག་དེ་མ་གཏོགས། ཡོད་ཚད་མེད་ཚད་དེ། ལོ་རྒྱུས་བདག་དབང་གིས་ཐག་གཅོད་ཐུབ་ཀྱི་ཡོད་མ་རེད་པ། གལ་སྲིད་ལོ་རྒྱུས་བདག་དབང་གིས་ཐག་གཅོད་ཐུབ་ཡ་དེ་བརྟན་པོར་བསྡད་བསྡད་ཀྱི་ཡོད་ན་རྒྱལ་ཁབ་གཅིག་རྒྱལ་ཁབ་གཅིག་གི་མངའ་ཁོངས་བར་ཤོར་འགྲོ་ཡ། ལོ། གནས་ཚད་དེ་ཚོ་ཡོང་གི་ཡོད་མ་རེད་དེ། དུས་རབས་དང་དུས་རབས་ཀྱི་རྐྱེན་གྱིས་དཔལ་འབྱོར་དང། ཆབ་སྲིད་ཀྱི་གནས་ག་རེ་རེད་ཟེར་ན་འགྱུར་བ་ལ་བརྟེན་ནས་ཡོང་གི་ཡོད་ཡིན་པ་སོང་ཙང། འདི་གའི་དེ་ཐག་གཅོད་པའི་གནས་སྐབས་ལ་ཡང། ཆབ་སྲིད་དང་དཔལ་འབྱོར་གྱི་ཐག་གཅོད་བྱེད་ཀྱི་རེད། འོ་འདི་ཡང་ང་ཚོའི་ལྟ་ས་དེ་ཡང་གནད་འགག་ཆེན་པོ་གཅིག་རེད། འོ་དེ་བྱས་རྗེས་ད་ལོ་རྒྱས་བདག་དབང་གི་ཆ་ལ། ལོ་རྒྱས་བདག་དབང་གི་ནང་ལོགས་ནས་ལོ་རྒྱས་གནས་ཚད་ནི་ང་རང་ཚོ་ཁྱེད་རང་སྐུང་ནས་དྲི་བ་གི་སྔ་ཕེབས་པ་དེ་རེད།

བོད་དོན་གླེང་སྟེགས་ཁང་སྐབས་བཅུ་གཉིས་པའི་སྐུ་མགྲོན་ཞིག་པ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་ཡོན་ཆེན་མོ་དང། སྤྱི་ཟུར་ཀུ་རེའི་བསོད་ནམས་རྒྱ་མཚན་མཆོག་སླར་ཡང་ཆིབས་བསྒྱུར་གནང་བར་དགའ་བསུའི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ། བཀའ་འདྲི་ཞུ་རྒྱུར་བོད་རྒྱ་ཁབ། བོད་རྒྱ་ཁབ་ཆེན་པོ་དེ་ཕྱིན། སྔར་བཙན་པོའི་དུས་ནས་བཟུང། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བར་རང་བཙན་གཙང་མ་ཡིན་པའི་ཁུངས་སྐྱེལ་དང་རྒྱབ་ལྗོངས་དུ་མ་ཡོད་ནའང། རང་རེའི་སྤྱི་ཚོགས་ནང་ཇི་མ་ཇི་བཞིན་ཤེས་མཁན། ཉུང་སྟབས་ཁུངས་སྐྱེལ་དང་རྒྱབ་ལྗོངས་གང་དང་གང་ཡོད་དམ།

ཚང་མ་ཡིན་པ་ལ་ཁུངས་སྐྱེལ་དང་རྒྱབ་སྐྱོང་མང་པོ་ཅིག་ཡོད་རེད། ད་ནི་ང་རང་ཚོའི་སྤྱི་ཚོགས་ནང་དེ་ཤིན་ཁན་ཉུང་ཉུང་ཅིག་རེད་ཤག་ད་དེ་ག་བ་ཡོད་རེད་ཟེར་གི་ག་རེ་རེད་ཟེར་ཏེ་འོ་དེ་དགའ་སྣང་བཤད་འདུག་བ་དེ་གནད་འགག་ཅིག་རེད། ཅི་སྟེ་གང་ང་རང་ཚོ་ད་ལྟ་ལོ་རྒྱུས་ཀྱི་དཀའ་ངལ་འཕྲད་བཞའ་བའི་གནས་ཚད་དེ། ག་བ་ནི་དཀའ་ངལ་འཕྲད་ཤ་རེད་ཟེར་ག་དེའི་དཀའ་ངལ་འཕྲད་ཤ་ཟ་འོ་དེ་ཡང་གོ་བ་ལེན་དགོས་ཡ་དེ་གནད་འགག་ཆེན་པོ་ཞིག་རེད་ཟེར། ང་ཚོ་ལོ་རྒྱུས་བདག་དབང་གི་གནད་དོན་འགའ་ལ་དཀའ་ངལ་འཕྲད་ཤ་དེ་བཙན་པོའི་དུས་སྐབས་ཀྱི་ནང་དཀའ་ངལ་འཕྲད་ཡོད་བ་མ་རེད། བཙན་པོའི་དུས་སྐབས་ཀྱི་ག་བ་པོ་དེ་རྒྱ་ནག་གི་ཁོངས་རེད་ཟེར་བཤད་ཤ་དེ་འདྲ་ཡིན་གང་ཡང་ཡོད་མ་རེད། ང་ཚོ་དཀའ་ངལ་འཕྲད་ཡག་དེ་ག་དུས་ནས་འཕྲད་ཤག་རེད་ཟེར་འདུག་གམ། སོག་པོ་གི་གཡོན་རྒྱལ་རབས་བཙུགས་པ་ནས་བཟུང་རྗེས་ད་ང་རང་ཚོའི་ལོ་རྒྱུས་སྟེང་གི་དེང་གི་གནས་ཚད་དེ་དཀའ་ངལ་འཕྲད་ཤག་རེད། འདི་དཀའ་ངལ་འཕྲད་ཡག་དེ་རྒྱ་ནག་གི་རྒྱལ་རབས་གསུམ་རེད་གཡོན་རྒྱལ་རབས་དམ་ཡན་རྒྱལ་རབས་ཆིན་རྒྱལ་རབས་ས་དེ།

བཅུ་གཅིག་པར་དགའ་ནི་ཚེ་འདས་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ལྕགས་ཕག་ལས་གསར་བརྗེ་བྱུང་བ་ཡིན་པ་སོང་ཙང་ཆིན་རྒྱལ་རབས་རྩ་མེད་ལ་ཕྱིན་པ་རེད། ྋགོང་ས ྋརྒྱལ་དབང་བཅུ་གསུམ་པ་ཆེན་པོས་བོད་རང་བཙན་བསྐྱར་གནོན་གྱི་གནད་ཀ་རེ་གསལ་བསྒྲགས་དེ་འདྲས་གནང་རྗེས།

ད་འདི་གས་དེ་ཁོང་སྐྱེ་ག་བ་ཡོད་རེད། ད་ང་ཚོའི་ཚེ་འགོག་ཡོད་ཡིན་འདི་གང་ལ། སྤྱིར་བཏང་ལོ་རྒྱུས་ཀྱི་ཁོང་སྐྱེ་ཡིག་ཆ་དེ་ལོ་རྒྱུས་རང་གི་ནང་ཡོད་རེད་པ་དེ་མིའི་ཆ་ཚང་གི་ལྟ་ཀློག་བྱེད་ཡག་དེ་ཚོ་ཡི་ཡོད་མ་རེད། ད་ཡིན་པས་ན་ང་ཚོའི་མི་ཡོངས་རྫོགས་ཀྱི་ཧ་གོ་དགོས་ཡ་དེ་སྟབས་བདེ་བོ་བྱེད་ཧ་གོ་ཐུབ་ཡ་དེ་ང་རང་ཚོ་ཡིག་ཆ་ཁ་ཤས་བཟོས་ཡོད་རེད་གློག་ཞགས་ཡིན་པ་ཡིན་ན་ཧ་གོ་འགྲོ་གི་རེད། གར་རེད་ཟེར་དེ་གང་རྒྱལ་བ་རིན་པོ་ཆེའི་མཛད་རྣམ་གི་ནང་ལོག་བ། ལོ་རྒྱའི་སྒང་ནས་ཉེ་རབས་ལོ་རྒྱས་ཀྱི་ཐོག་ནས་པོ་རྒྱ་ནག་གི་ཆ་ཤས་མ་ཡིན་པ་པོ་དེ་རང་བཙན་ཡིན་པ་པོ་གི་ལོ་རྒྱའི་བདག་དབང་དེ་པོ་ལ་ཡོད་པ་དེ་ཤོག་ཁ་ཤས་ཀྱི་ནང་ལོག་བ་རྒྱལ་བ་རིན་པོ་ཆེ་གི་སྟབས་བདེ་བོ་ཞུ་རྒྱའི་བཀའ་གནང་བཞག་ཡོད་རེད།

ཁྲི་བན་སྟོང་ཕྲག་གཅིག་གཉིས་གསུམ་ཙམ་འགྲོ་གྲོན་བཏང་རྗེས་ཡིག་ཆ་དེ་ལན་བསྡུ་བྱས་ཡག་དང་ཞིབ་འཇུག་བྱས་ཡག་དང་དེ་འདྲའི་རྗེས་བྲིས་ཡོད་རེད། ཆ་ཡ་ཚང་འདི་གནད་འགག་ཆེན་པོ་ཞུ་གཅིག་རེད་བོད་ཀྱི་གནས་བབ་ད་ལྟའི་ཁུངས་སྐྱེལ་ཡིག་ཆ་དེ་བོད་ཀྱི་གནས་བབ་ཀྱི་ནང་དུ་བར་རག་རེད། གསུམ་ནས་སྐུ་ངོ་ཤག་གི་པ་གང་ཞུ་དེ་དེང་གི་བརྩམས་བྱ་བའི་སྲིད་དོན་རྒྱལ་རབས་རེད་བོད་ཀྱི་སྲིད་དོན་རྒྱལ་རབས་ཀྱི་ནང་དུ་བར